དབྱིན་ཡུལ་གྲོས་ཚོགས་གོང་མ་སྟེ House of Lords ནང་དབྱིན་ཡུལ་གཞུང་གིས་རྒྱ་ནག་ཐོག་འཛིན་པའི་སྲིད་བྱུས་དང་དམིགས་བསལ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དང་བདེ་འཇགས་ཀྱི་གནད་དོན་ཐད་གྲོས་བསྡུར་གནང་བའི་ཁྲོད་རྒྱ་ནག་གིས་རྒྱལ་སྤྱིའི་ཁྲིམས་དང་འགལ་བའི་བྱ་སྤྱོད་དག་ཐེར་འདོན་གནང་བ་མ་ཟད་བོད་དེ་སྔར་རང་བཙན་གཙང་མའི་རྒྱལ་ཁབ་ཅིག་ཡིན་པ་གསལ་འདོན་གནང་འདུག་དེ་ཡང་ཁ་སང་ཕྱི་ཚེས་བཅུ་དགུ་ཉིན་དབྱིན་ཡུལ་གྲོས་ཚོགས་གོང་མའི་ནང་གི་འདི་ལོའི་མཐའ་མའི་བགྲོ་གླེང་དུ་གྲོས་ཚོགས་གོང་མའི་འཐུས་མི Lord David Elton མཆོག་གིས་རྐང་འགན་བཞེས་པའི་འོག་དབྱིན་ཡུལ་གཞུང་གིས་རྒྱ་ནག་ཐོག་འཛིན་པའི་སྲིད་བྱུས་དང་ལྷག་པར་ཧོང་ཀོང་དང་ཐའེ་ཝན་བོད་སོགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་བདེ་འཇགས་ཀྱི་གནད་དོན་ཐོག་གྲོས་བསྡུར་གནང་བའི་ཁྲོད་སྐུ་ཞབས Lord David Elton མཆོག་དང Lord Callinan མཆོག་གཉིས་ནས་རྒྱལ་སྤྱིའི་ཚོགས་སྡེ་ཁག་གི་སྙན་ཐོ་དང་དཔང་རྟགས་སོགས་ལུང་འདྲེན་གྱིས་རྒྱ་ནག་གི་རྒྱལ་མཚམས་བརྒལ་བའི་དྲག་གནོན་གཙོས་ཁྲིམས་འགལ་གྱིས་བཙོན་འཇུག་དང་བོད་དང་ཧོང་ཀོང་སོགས་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་བྱ་སྤྱོད་དག་ཐེར་འདོན་གནང་བ་དང་འབྲེལ་དབྱིན་ཡུལ་གཞུང་གསར་པའི་ངོས་ནས་དེ་དག་ལ་གདོང་ལེན་གྱི་ཚུལ་དུ་གང་གནང་གི་ཡོད་མེད་ཐད་དྲི་རྩད་ནན་པོ་གནང་འདུག། སྐབས་དེར Lord David Elton མཆོག་གིས་ཁ་སང་ཕྱི་ཚེས་བཅུ་དགུ་ཉིན་མོ་དེ་ནི་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱི་ཕྱི་ལོར་དབྱིན་ཡུལ་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དབར་ཆིངས་ཡིག་བཞག་རྗེས་ལོ་བཞི་བཅུ་འཁོར་གྱི་ཡོད་པའི་དམིགས་བསལ་ཉིན་མོ་ཞིག་ཡིན་པ་གསུངས་པ་དང་འབྲེལ་རྒྱལ་སྤྱིའི་ཁྲོད་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དང་བདེ་འཇགས་ཐད་བཟོས་པའི་དཀའ་ངལ་ཇེ་ཆེར་འགྲོ་བཞིན་པ་རྣམས་རྒྱལ་སྤྱིའི་ཚོགས་སྡེ་ཁག་གི་སྙན་ཐོའི་ནང་ཡིག་ཐོག་ཏུ་གསལ་པོར་བཀོད་ཡོད་པ་མ་ཟད། ཨིན་ཡུལ་གསང་བའི་ལས་ཁུངས་ཀྱིས་བརྗོད་པར་གཞིགས་ན་རྒྱ་ནག་གི་འཐབ་རྩོད་གཅིག་གྱུར་གྱི་གསང་མྱུལ་བ་ཁྲི་བཞི་ལྷག་ཡོད་པ་རྣམས་ཀྱིས་ཨིན་ཡུལ་གྱི་དཔལ་འབྱོར་ལས་རིགས་ཚང་མའི་ནང་ཚད་མཐོ་པོའི་ཐོག་སིམ་འཛུལ་བྱས་ཡོད་པ་མངོན་གསལ་དང་བཅས་ཨིན་ཡུལ་གྱི་སྲིད་བློན་ངོས་ནས་རྒྱ་ནག་དང་འབྲེལ་ལམ་གོང་མཐོར་གཏོང་རྒྱུར་དམིགས་ཏེ་གནད་དོན་དེ་དག་སེམས་འཚབ་ཀྱི་གནད་དོན་མིན་པར་བརྗོད་དགོས་པའི་སྐུལ་མ་ལ་སྐྱོན་བརྗོད་ཤུགས་ཆེ་གནང་འདུག། ཁོང་གིས་ད་དུང་ཇི་མི་ལའེ་དང་ཇོ་ཤུ་ཨེ་ཝོང་སོགས་ཀྱི་གནད་དོན་ལུང་འདྲེན་གྱིས་ཁུལ་དེའི་ནང་གི་རྫ་དྲག་གི་གནོད་སྐྱོན་ཐེར་འདོན་གནང་བ་མ་ཟད་རྒྱ་ནག་གིས་བོད་ནང་རིག་གཞུང་རྩ་མེད་གཏོང་རྒྱུར་འཐབ་ཇུས་ལྡན་པའི་སྲིད་ཇུས་སྤེལ་བཞིན་པའི་ཁྲོད་སྐད་ཡིག་བཀོལ་སྤྱོད་དང་ཆོས་ཕྱོགས་ཀྱི་བྱེད་སྒོའི་རང་དབང་སོགས་ཀྱི་ཐད་དམ་དྲག་ཆེ་རུ་གཏོང་བཞིན་པ། ལྷག་པར་བོད་སྡོད་ཡོངས་རྫོགས་རྒྱ་སྡེ་རུ་འགྱུར་རྒྱུའི་ཇུས་ངན་བཙན་ཤེད་ཀྱིས་འགེལ་བཞིན་པ་དང ྋགོང་ས་མཆོག་དུས་ད་ལྟའང་བཙན་བྱོལ་དུ་གྱར་ཡོད་པ་མ་ཟད་བོད་ནང་ཆོས་ལྡན་རང་དབང་གཏན་ནས་མེད་པ་སོགས་རྒྱལ་སྤྱིའི་རང་དབང་ཁང་པའི་བོད་དེ་བཞིན་འཛམ་གླིང་ཁྲོད་གཞི་རྩའི་རང་དབང་གི་ཚད་གཞི་དམའ་ཤོས་ཡིན་པ་མངོན་གསལ་གནང་ཡོད་པ། དང། ཤིན་ཅང་ནང་དུ་ཁ་ཆེའི་ཡུ་གུར་བ་ས་ཡ་གཅིག་ལྷག་ངལ་རྩོལ་དུ་བཅུག་ཡོད་པའི་སྐོར་དང་འབྲེལ་ཀེ་ནེ་ལྡེ་གཞུང་གིས་ཤིན་ཅང་གི་ཡུ་གུར་བ་ཚོའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་མཁན་ཁོངས་སུ་ཡོད་པའི་རྒྱ་ནག་གི་དཔོན་རིགས་ཁག་ཅིག་ལ་སྲིད་དོན་ཉེས་ཆད་བཀལ་ཡོད་པ་དེ་ལྟར་ཡང་དབྱིན་ཡུལ་གཞུང་འཛིན་ངོས་ནས་དེ་ལྟ་བུའི་སྲིད་དོན་ཉེས་ཆད་ནམ་ཞིག་འགེལ་རྒྱུ་ཡིན་ནམ་ཞེས་དྲི་རྩད་གནང་འདུག། སྐུ་ཞབས David Elton མཆོག་གིས་གཞན་ཡང་ཐའེ་ཝན་ཐོག་རྒྱ་ནག་གི་དྲག་གནོན་དང་དེ་ཡི་ཤུགས་རྐྱེན་རྒྱལ་སྤྱིའི་ཁྲོད་ཐེབས་རྒྱུ་ཡིན་པ་གསལ་སྟོན་གྱིས་ལྷོ་རྒྱ་ནག་རྒྱ་མཚོའི་ཁུལ་དུ་རྒྱ་ནག་གི་བཙན་འཛུལ་སོགས་ཐེར་འདོན་གནང་སྟེ་དབྱིན་ཡུལ་གཞུང་འཛིན་ངོས་ནས་རྒྱ་ནག་ལ་ཚོང་དོན་ཐོག་བརྟེན་རྒྱུ་ཉུང་དུ་གཏོང་དགོས་པ་དང་དམངས་གཙོའི་རང་དབང་སྲུང་སྐྱོབ་ཐད་མིག་དཔེ་བཟང་པོ་ཞིག་བསྐྲུན་དགོས་པའི་འབོད་སྐུལ་གནང་འདུག། དེ་བཞིན་དབྱིན་ཡུལ་གྲོས་ཚོགས་འགོ་མའི་འཐུས་མི Lord Callanan མཆོག་གིས་རྒྱ་ནག་དམར་ཤོག་ཚོགས་པའི་ལོ་ངོ་བཅུ་ཕྲག་འགའ་ཤས་རིང་འཐབ་ཇུས་ལྡན་པའི་སྲིད་ཇུས་བརྒྱུད་བོད་ཀྱི་ངོ་བོ་དང་ཆོས་རིག་སྐད་ཡིག་དང་བཅས་པ་རྩ་མེད་གཏོང་བཞིན་པ་ཐེར་འདོན་གྱིས་བོད་དེ་སྔ་རང་བཙན་གཙང་མའི་རྒྱལ་ཁབ་ཅིག་ཡིན་པ་གསལ་སྟོན་གནང་བ་དང་དེ་ནི་དངོས་ཡོད་བདེན་པའི་གནས་ཚུལ་ཞིག་ཡིན་པ་མ་ཟད་རྒྱ་གཞུང་གིས་བོད་མི་ཚུད་པའི་རྒྱ་གཞུང་དང་ལྟ་སྤྱོད་མི་མཐུན་མཁན་གྱི་རྒྱ་རིགས་ཚོ་ཡང་རིམ་པས་རྩ་མེད་གཏོང་གི་ཡོད་པ་འགྲེལ་བརྗོད་གནང། ཏེ་སྐུ་ཞབས་ཁོང་དེ་སྔ་བཞུགས་སྒར་རྡ་རམ་ས་ལར་དགོངས་ས་མཆོག་དང་རྗེས་དྲན་གནང་རྒྱུའི་གོ་སྐབས་བྱུང་བར་མགོན་པོ་མཆོག་ནི་སེམས་འགུལ་ཐེབས་ཡུལ་གྱི་སྐྱེས་བུ་དམ་པ་ཞིག་ཡིན་པ་ཤེས་རྟོགས་བྱུང་ལ་རྒྱ་གཞུང་གིས་མགོན་པོ་གང་ཉིད་མཆོག་ལ་འཇིགས་སྐུལ་དང་བོད་མིའི་ངོ་བོ་རྩ་མེད་གཏོང་བཞིན་པ་སོགས་རྫ་དྲག་པོའི་གནས་སྟངས་ཡོད་པ་དེ་ལྟར་ཡང་གོང་ས་མཆོག་ནས་མུས་མཐུད་འཚེ་བ་མེད་པའི་བཀའ་སློབ་མཛད་བཞིན་འདུག་ཅེས་གསུངས་འདུག།

ནི་ཁོ་ཚོས་དོ་སྣང་དང་བེད་སྤྱོད་ཤུགས་ཆེན་པོ་གནང་གི་ཡོད་རེད། གནས་སྟངས་འདི་འདྲའི་གི་འོག་ནས་དབྱིན་ཇི་གི་སྤྱི་ཚོགས་ནང་ལོགས་ལ་རེད་གསར་འགྱུར་བརྒྱུད་ལམ་རེད་ནི་དག་ན་བཞིན་གྲོས་ཚོགས་ནང་ལོགས་ལ་ཡང་དབྱིན་ཇི་གཞུང་གི་ངོས་ནས་རྒྱ་ནག་དམར་གཞུང་ལ་ཚོང་འབྲེལ་གི་འབྲེལ་བ་མཐུད་ཡ་འདིའི་ཐོག་ལ་ཡང་ནི་གཟབ་གཟབ་གནང་དགོས་ཡ་གི་སྐོར་ལ་ཡང་ནི་བགྲོ་གླེང་གི་མང་པོ་ཅིག་གཏུགས་སུ་ཡོང་བསྡད་ཀྱི་ཡོད་རེད། གནས་སྟངས་འདི་འདྲའི་གི་འོག་ནས་གེ་སར་དབྱིན་ཇིའི་གི་གྲོས་ཚོགས་གང་མའི་ནང་ལ House of Lords ནང་ལོགས་ལ་གྲོས་ཚོགས་འཐུས་མི Lord Alton གིས་རྒྱ་ནག་གི་ཐོག་ལ་ཡང་ནི་བགྲོ་གླེང་ཅིག་དགོས་ཀྱི་འདུག་ལབ་ཅིག་ནས་ཁོ་རང་གི་དབུ་ནས་ཤུགས་བསྐྱོན་བྱས་ནས་ནི་གེ་སར་འདུག་ཅིག་བགྲོ་གླེང་དེ་བྱུང་སོང། བགྲོ་གླེང་དེའི་ཐོག་ལ་ཡང་ནི་དབུ་འབྱེད་གཏམ་བཤད་ནང་ལོགས་ལོརྡ་ཨོལ་ཏྲན་མཆོག་གིས་གནད་དོན་མང་པོ་ཅིག་གསུངས་བའི་ནང་ནས་བོད་ཀྱི་སྐོར་ལ་ཡས་ཤུགས་ཆེན་པོ་གསུངས་གནང་བྱས་ནས་གང་ལྟར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རེད། སྨྲ་བརྗོད་རང་དབང་རེད་ཆོས་དད་རང་དབང་རེད་དེ་ཚོ་ཚང་མ་རྒྱ་ནག་དམར་གཞུང་གིས་རྡོག་རོལ་བཏང་གི་ཡོད་བ་ཀྱི་གནས་སྟངས་འདི་གྲོས་ཚོགས་དབྱིན་ཇིའི་གྲོས་ཚོགས་ཀྱི་སྡིངས་ཆའི་གི་ཐོག་ལས་གསུངས་ཡོང་དུས་ཙང་ནས་འདི་གནད་འགག་ཆེན་པོ་བཞི་བོ་ཅིག་ཆགས་བསྡད་དགོས་རེད་གལ་ཆེན་པོ་བཞི་བོ་ཆགས་བསྡད་དགོས་རེད། བསམ་གྱི་འདུག་ད་ག་ནང་བཞིན Lord Callinan ཆ་མཚོན་པ་འདྲ་བྱས་ན། ཁྱེད་ས་ཁོ་རང་གི་བགྲོ་གླེང་འདིའི་ནང་ལ་ཆ་ཤས་གཞལ་བའི་ཁ་བསྡུར་དེ་བོད་འདི་གནའ་སྔ་མོ་ནས་ནི་རང་བཙན་ཡིན་པའི་རྒྱལ་ཁབ་ཅིག་རེད་ལ་ནི་བདེན་དཔེ་གྱི་གནས་ཚུལ་གསུང་བཞག་རྒྱུ་འདི་ང་ཚོ་གི་འཐབ་བརྩོད་ཐོག་ལ་ཆ་མཚོན་པ་འདྲ་བྱས་ནས་དཔེ་མི་སྲིད་པའི་གནད་འགག་ཆེན་པོ་དང་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་འདིའི་ཆ་ལ་ཡང་འཛམ་བུ་གླིང་ནང་ལ། རྒྱལ་སྤྱིའི་སྡིངས་ཆ་རེད་ཨ་ནི། གཅིག་ཡུ་ནོ། གསར་འགྱུར་བརྒྱུད་ལམ་རེད་དེ་ཚོའི་ནང་ལོགས་ལ་བོད་འདི་རང་བཙན་ཡིན་པའི་གི་གནད་དོན་འདི་ཞུ་ཞུ། བསད་གི་ཡོད་མ་རེད་འདི་མ་བསད་དུས་ཧ་ལམ་རྒྱ་ནག་གི་དངོས་ནས་ག་རེ་བཤད་བྱ་བ་འདི་བདེན་པ་ཡིན་པ་འདྲ་བོ་ཅིག་གི། སྐད་ཆ་ཅིག། སྒྲོ་ཧད་ཀྱི་ཉེན་ཁ་ཅིག་ཡོད་དུས་རྩ་ནས་དབྱིན་ཇིའི་གི་གྲོས་ཚོགས་དགྲ་བོ་གི་སྡིངས་ཆའི་སྒང་ལ་ཡང་གྲོས་ཚོགས་འཐུས་མི་གཅིག་གིས་བོད་དེ་གནའ་སྔ་མོ་ནས་རང་བཙན་རྒྱལ་ཁབ་རེད་ལ་ནི་སྲུང་ཡས་དེ་དངོས་གནས་དཔེ་མི་སྲིད་པའི་གནད་འགག་ཆེན་པོ་མཐོང་གི་འདུག་འོ་དེ་ཡིན་དུས་རྩ་ནས་ད་ད་དབྱིན་ཇིའི་གི་ལུང་པར་ནང་ལོགས་ལ་ད་རྒྱ་ནག་མཉམ་དུ་ལ་འབྲེལ་བ་བྱེད་ཡས་དེ་ཉེན་ཁ་ཆེ་ལོས་ཡིན་པ་དང། ཨ་ནི། གཞུང་གི་ངོས་ནས་ཡིན་ནའི་འབྲེལ་བ་མ་མཐུན་གོང་ལ། ཨ་ནི། རྒྱ་ནག་ལ་གདོང་ལེན་བྱེད་ཡས་ཀྱི་ཐོག་ལས་སྲིད་ཇུས་འདི་ཚོ་དང་པོ་ནས་ཡག་པོ་བྱེད་ནས་གཏན་འབེབས་བྱེད་དགོས་ཡས་ཀྱི་སྐོར་ལ་ཡ། གྲོས་ཚོགས་འཐུས་མི་མང་པོ་ཅིག་གིས་ཁེ་ས་གསུངས་གནང་སོང་དེ་ཡིན་དུས་དབྱིན་ཇིའི་གཞུང་གསར་པའི་ཀྱི་ངོས་ནས་ཨ་ནི་དེ་ཚོ་ཚང་མ་དགོངས་བཞེས་གནང་གི་ཡོད་པ་ང་ཚོས་རེ་བ་ཞུ་གི་ཡོད་ཞུས་པའི་ཐུགས་རྗེ་གནང།